ཤིང་འབྲུག། ལོའི། བོད་ཟླ་དང་པོའི། ཆུ་སྦྲུལ། དུས་ཆེན་གྱི། མཛད་སྒོར་ཆིབས་བསྒྱུར་གནང་པའི། སེར་བྱེས་མཁས་སྙན་གྲྭ་ཚང་གི་མཁན་རིན་པོ་ཆེ་མཆོག་དང། དག་དང་ཤིང་གི། ས་གནས་དེ། རྟེན་གཞི་བཏང་པའི། མཛད་གཙོ་གནང་པ། ད་ག་ན་གཤེན་གྱི་གདན་ས་འདི་དང། ཨ་ནེ་གདན་ས་འདི། ཞལ་མགོ་གནང་པ་དང། ཚོགས་ཆེན་ཆེན་མོ་ལ། གྲྭ་ཚང་གཉིས་ཀྱི་དབུ་མཛད་དང། ཨ་ནེ། གྲྭ་ཚང་གཉིས་ཀྱི་ཕྱག་མཛོད་ལ་སོགས་པ། ད་ལས་ཀྱི་སྣེ་མོ་རྟོགས་པའི། རེ་རེ་ནས་ཞུ་མོ་དགོས་པ་བྱས། ཨ་ནེ་དེ་རིང་དེའི་དམིགས་བསལ། དགའ་ལྡན་དང་འབྲས་སྤུངས་ནས། དག་ན་ཤིང་གི་ར་སྟོད་ནས། ལོ་འདིའི་དགེ་བཤེས་ལྷ་རམས་པའི། མཚན་རྟགས་བཞེངས་ནས། ཨ་ནེ་ཆོས་སྒྲོན་སྨོན་ལམ་ཆེན་མོ་རིང་ལ། ལྔ་ཐོག་བི་གའི་དགའ་ལྡན་དང་འབྲས་སྤུངས་ཀྱི་སྨོན་ལམ་ཚོགས་བསགས་ལ་དམ་བཅའ་བཞག། ཨ་ནེ་དེ་ནས་ད་ད་ལྟ་དེ་སེར་ཐེག་པ་ཆེན་པོའི་གླིང་ལ་ཁ་སིའི་ཉི་མ་ཁ་ཤས་རིང་ག་ལ་དམ་བཅའ་བཞག་གནང་རྗེས། ཁོ་ན་ཚོའི་ཕན་ཉེས་དེ་གས་ཏེ། ད་ག་ན་བཞིན་གྱི་སྡེ་མི་མང་རྒན་བྱིས་སློབ་ཕྲུག་འོ་ད་མང་པོ་ཅིག་དེ་ཕེ་བཞག། ཚང་མ་ལ་ངས། སེ་ར་ཐེག་པ་ཆེན་པོའི་གླིང་གི་དགེ་འདུན་དམངས་ཀྱི་ཚབ་ཞུས་ནས་འཚམས་འདྲི་ཞུ་ཡ་ཡིན། ངས་འདི་ནས་དུས་ཚོད་ཞེ་དྲག་མང་པོ་ལེན་གྱི་མེད། དང་པོ་དེ་ལ་སྐབས་བབ་ཀྱི་དུས་ཆེན་གྱི་ངོ་སྤྲོད་བསྡུས་གྲོས་ཅིག་ཞུ་གི་ཡིན། བྷ་ཇའི་རྒན་པ་ཚོ་གིས་མང་ངེས་མཁྱེན་གྱི་རེད། ཡིན་ན་ཡང་དེའི་ནང་ལ་གཞོན་སྐྱེས་མང་པོ་ཕེབས་ཡོད་པ་ཡིན་དུས། གཅིག་བྱས་ན་གཞོན་སྐྱེས་ཚོ་ལ་ཕན་པའི་རེ་བ་བྱས་ནས་ངས་དུས་ཆེན་ངོ་སྤྲོད་བསྡུས་གྲོས་ཅིག་ཞུ་གི་ཡིན། ཆོས་སྤྲུལ་སྨོན་ལམ་ཆེན་མོ་འདིས། ད་ལྟའི་ང་ཚོ་དེ་ནི་ཉི་མ་མང་པོ་འཚོགས་ཐེངས་མང་ཉི་མ་རེ་རེ་ལ་འཚོགས་ཐེངས་མང་པོ་འཚོགས་བཅས་གཞན་དོན་གསུང་ཡག་གིས་མཚོན་པའི་དམ་བཅའ་འཚོགས་ཡག་དང་དེ་འདྲས་ཀྱི་འདི་འཚོགས་ཡག་འདིས་དུས་ཆོས། དུས་ཆེན་ཁྱད་པར་ཅན་གཉིས་ལ་འདུག་ཟེར་ལབ་ན་འགྲིག་གི་ཡོད་རེད། དང་པོ་དེ། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་མངོན་པར་རྫོགས་པ་སངས་རྒྱས་ནས་ལོ་བཞི་བཅུ་ཚེ་གཅིག་གི་རིང་ལ། ཨ་ནི་སེམས་ཅན་གྱི་འཛམ་བུ་གླིང་འདིའི་ཐོག་ལ་སེམས་ཅན་གྱི་འདོད་དོན་ཆོས་གསུང་ཡག་གི་མཚོན་པའི་ཨ་ནི་རིམ་པ་མང་པོ་ཅིག་གནང་ཡོད་པའི་ནང་ནས། ནི། ཅེས་རྫུ་འཕྲུལ་སྟོན་གནང་མཛད། ནི་སེམས་ཅན་གྱི་འགྲོ་དོན་གནང་ཡག་གི། དེ་འདྲས་ཀྱི་རིམ་པ་དེ། ནི། ཞུ་བ་རེད། མཛད་པ་དེ། ཅིག་ཚང་མས་ཀྱི་བློ་ལ་འཆར་ཐུབ་ཡག་དང། ཚང་མས་ཀྱི་ངོས། ཅིག། དྲན་པ་བརྟན་ཐུབ་ཡག་དང། དད་པ་སྐྱེ་ཡག་དང་དེ་འདྲས་ཀྱི་ཆེད་དུ། ནི་ད་ནང་ང་རང་ཚོའི་བོད་པའི་ཀྱི། བརྡ་ཐོའི་གི་ནང་ལ་ཟླ་བ་དང་པོ་དེ་ལ་ཆུ་སྤྲུལ་སྨོན་ལམ་ཟས་ཏེ་འདིར་ཆུ་སྤྲུལ་ཟླ་བ་ཟས་སོ། ཟླ་བ་དེ་གའི་མིང་ལ་ཆུ་སྤྲུལ་ཟླ་བ་ཟས། ཆུ་སྤྲུལ་ཟས་ཡ་དེ་ཨ་ནི་གསུང་གི་ཆོས་ཙམ་གསུང་ནས་མ་གསུང་ག་སོ་གསུང་པ་ཙམ་མ་ཡིན་པའི་ཆོས་དེ་ཨ་ནི་ལུས་ཀྱི་རྣམ་འགྱུར་དང་ཨ་ནི་ཐབས་རྣམ་པ་སྣ་ཚོགས་ཀྱི་སྒོ་ནས་སེམས་ཅན་གྱི་དོན་མཛད་པ་ཡིན་དུས་ད་འདི་ལ་ཆུ་དྲོད་ད་བར་ད་ང་རང་ཚོ་བོད་པས་ཀྱིས་འདི་ངོས་འཛིན་བྱེད་ཀྱི་ཡོད་རེད། ཨ་འདི་གལ་ཆེན་པོ་གཅིག་རེད། དེ་ལ། རྩ་བའི་ཀྱི་བུ་རྒྱུད་ནང་བསྟན་གྱི། ཆོས་རྒྱུད་ཆེན་པོ་བཞི། ཚང་མས་ཀྱི་བོད་ཟླ་དང་པོའི་ནང་ལ། ཆོས་ཕྱོགས་ཀྱི་མཛད་སྒོ་མང་པོ་ཅིག་སྔར་ནས་གནང་གི་ཡོད་རེད། དེ་རིང་སང་ཉིན་ཡང་མུ་མཐུད་ནས་གནང་གི་ཡོད་རེད། འདི་སྣང་ཡ་དེའི་རྒྱུ་མཚན་ཏེ། ང་རང་ཚོ། ཅེས། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་དེ། བློ་ལ་དྲན་ཐུབ་ཡ་དང། ཉིན་རེའི་མི་ཚེའི་ནང་ལོགས་ལ་ཅི་གང་ཐུབ་ཅི་ཐུབ་ཀྱིས་ལག་ལེན་ལ་བཀལ་ཐུབ་ཡ་དང། ད་དེ་འདྲས་ཀྱི་ཆེད་དུ། ཆོས་བརྒྱུད་སོ་སོའི་ཀྱི་བླ་ཆེན་རྣམ་པ་ཚོ་གིས། ཨ་ནི། སྲོལ་གཏོད་གནང་པའི། འདི་རེད། ད་ད་ལྟ་འདི། རེའུ་རྒན་བསྟན་པའི། ཨ་ནི། བསྟན་པའི་བདག་པོ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ། དུས་རྒྱུན་མཚན་ཡོངས་གྲགས་ལ་རྗེ་རིན་པོ་ཆེས། རྗེ་རིན་པོ་ཆེ་བློ་བཟང་གྲགས་པས་ད་འདུག། ཁོང་གིས། ཨ་ནི། མཛད་པ་མང་པོ་ཅིག་མཛད་ཡོད་པ། གསུང་གི་མཛད་པའི་ནང་ནས་ཆ་བཞག་ན། པོད་བཅོ་བརྒྱད་ལྷག་ཅིག་ཅིག་རྩོམ་གནང་རྗེས། ང་ཚོ་ད་ལྟ་སློབ་སྦྱོང་སློབ་གཉེར་གནང་ཡག་གི་མཚོན་པའི་ཉམས་ལེན་བྱེད་ཡག་ལ་དེ་འདྲས་ཀྱི་འདི་གནང་ཡོད་རེད། ད་ག་ནང་བཞིན་གྱི་དཀྱིལ་འོད་ཀྱི་བསོད་ནམས་ས་ཡ་གི་ཞིང་དུ། ཨ་ནེ་ཅིག་མཛད་ཆེན་མང་པོ་གནང་པའི་ནང་ནས། ད་ལྟ་དེ་མཆོད་སྤྲུལ་སྨོན་ལམ་ཆེན་པོ་ངོ་སེ་ཚོགས་ཡག་དེ་འཇང་དགུན་བླ་མ་ཙོང་ཁ་པ་ཆེན་པོས་ཀྱིས་བཙུགས་གནང་པའི་འོ་ད་དུས་འདི་ཞིག་རེད། མཛད་པ་ཅི་རེད། འདི་ལ་རི་བོ་དགེ་ལྡན་པས་ཨ་ནི། དགོན་སྡེ་ཆེ་ཆེ་གྲ་ཆེ་ཆུང་མང་པོ་གཅིག་གི་དུས་ཚོད་དེའི་རིང་ལ། སྟོན་པའི་བཀའ་དྲིན་དྲན་ཡ། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་བཀའ་དྲིན་དྲན་ཡ། ད་ག་ན་ཤིང་གི་ད་ཟླ་འཚོ་ཞིང་བཞུགས་པའི་ཨ་ནི། ྋགོང་ས ྋསྐྱབས་མགོན་ཆེན་པོས་མཚོན་པའི་བླ་ཆེན་རྣམས་ཀྱི་བཀའ་དྲིན་དྲན་ཡག་ལ་སོགས་པའི་ཟླ་བ་འདིའི་ནང་ལ་ཆོས་ཕྱོགས་ཀྱི་བྱེད་སྒོ་མང་པོ་ཅིག་གནང་གི་ཡོད་རེད། འོ་ད་འདི་ངས་དུས་ཆེན་དང་འབྲེལ་བའི་ཐོག་ནས་དེ་ངོ་སྤྲོད་བསྡུས་བསྡུས་ཅིག་ཞུ་ཡ་ཡིན། ད་མང་པོ་ཞུས་ན་ཞེ་དྲག་དེ་བྱེད་ཀྱི་མ་རེད་ཚང་མ་དྲན་ལ་ཡོད་རེད་ཨ་ནི་ཞབས་བཤད་གཟིགས་དགོས་ཀྱི་ཡོད་རེད། དང་པོ་དེ་འདི་ཡིན། ད་གཉིས་པ་དེ། ང་རང་ཚོ་སྐྱ་སེར་ཚང་མ་གི། འགན་གཅིག་ཚང་མ་གི། རྒན་པ་དང་བྱིས་པ་སྐྱ་སེར་ཚང་མ་གི། ཐུགས་ལ་བཞག་དགོས་ཡ་གཅིག། དེ་རིང་ངས་དེ་ནས་མ་རྩ་བའི་གི། ྋགོང་ས ྋསྐྱབས་མགོན་ཆེན་པོའི་གི་བཀའ་སློབ་དེ། ྋརྙེད་བྱ། ཀོ་ལི་ཀ་དོན་ལྡན་གླིང། གཞིས་ཆགས་མགོ་བཙུགས་ནས་ལོ་ལྔ་བཅུ་འཁོར་བའི་དུས་དྲན་གྱི་མཛད་སྒོ་ལ་གསུང་འཕྲིན་ཕེབས་པའི་གསུང་འཕྲིན་གཅིག་རེད། གསུང་འཕྲིན་འདི་ལ་ཤུག་གུ་གཅིག་རང་གཅིག་འདུག་འདི་ལ་དུམ་བུ་བཞི་འདུག་ད་དུམ་བུ་ཞིག་གི་ནང་ནས་དུམ་བུ་དང་པོ་གསུམ་དེ་གཞིས་ཆགས་བཙུགས་དགོས་པའི་དགོས་པ། གཞིས་ཆགས་དེ་གལ་ཆེན་པོ་ག་འདྲས་ཡིན་པ། དང་པོ་བཙུགས་པའི་སྐབས་ལ་ག་འདྲས་བྱས་ནས་སྐུ་ངལ་བསྐྱོན་ཡོད་པའོ་དེ་འདྲས་ཀྱི་རིམ་པ་དེ་འདུག་ད་དེ་ནས་དུམ་བུ་ཐ་མ་དེ། ངས་དེ་ནས་མ་ཇག་ལོ། ངས་ཀློག་གི་ཡིན། འདིའི་ཕ་ཆེ་ཁྱེད་རང་ཚོ་གི་སེམས་པ་ཡིན་ན་འདི་ལ། གོ་མ་ཐུབ་པ་དང། མ་མཁྱེན་པ་གང་ཡང་ཡོང་ས་མ་རེད། འདི་ངས་གལ་ཆེན་པོ་ཡིན་ཙང་ངས་འདི་ཀློག་ན་ཕན་ཐོགས་ཡོང་གི་རེད་བསམ་གི་འདུག། ངས་དུམ་བུ་མཐའ་མ་དེ་མ་ཀློག་གི་ཡིན་དེ་ཚང་མས། རྒན་གཞོན་ཚང་མས་ཡག་པོ་གཅིག་གསན་རོགས་བྱེད། བོད་གཞིས་ལུས་མི་མང་རྣམས། གཞན་དབང་འོག་ཏུ་ཚུད་ཡོད་ཀྱང། མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱིས། ཆོལ་གསུམ་ཁ་བྲལ་གཏོང་ཐུབ་མེད། འདི་མ་མཁྱེན་པ་མི་འདུག་ག། མ་མཁྱེན་པ་ཡོད་མ་རེད། གཞིས་ལ་ལུས་པའི་བོད་མི་གན་རྒྱ་ཚོ་སྐྱ་སེར་ཚང་མ་གིས་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱས་ནས་རྒྱ་ནག་དམར་པོའི་གིས་ག་ཚོད་ཀྱི་སྡུག་སྦྱོང་བྱས་ཡོད་པ་ཡིན་ན་ཡང་ཆུ་གསུམ་ཁ་བྲལ་བཏང་ཐུབ་ཡོད་མ་རེད། ྋགོང་ས ྋསྐྱབས་མགོན་ཆེན་པོས་འདི་བཀའ་གནང་ཡོད་རེད་ད་རྡོག་རྡོག་ཞུས་ན་འོན་ཀྱང། འདི་ཕྱོགས་འདི་ཕྱོགས་ཟེར་ཏེ་ང་རང་ཚོ་ད་ལྟ་རྒྱ་གར་གྱི་མཚོན་པའི་རང་དབང་ཡོད་པའི་རྒྱལ་ཁབ་ནང་ལ་བཞུགས་ངེས་ཚོ་རེད། འོན་ཀྱང་འདི་ཕྱོགས་རང་རེའི་བཙན་བྱོལ་ནང། སྤྱི་སེམས་ཀྱིས་ཕོངས་པའི་ཅོལ་ཆུང་ཁག་ཅིག་གིས། ཕྱོགས་རིས་འཐེན་འཁྱེར་གྱི་བྱ་བ་སྤེལ་བ་དེ་ནི། མཁྱེན་སོང་ཨ། ངས་ཡང་བསྐྱར་ཅིག་ཀློག་གི་ཡིན། འོན་ཀྱང་འདི་ཕྱོགས་རང་རེའི་བཙན་བྱོལ་ནང། སྤྱི་སེམས་ཀྱིས་ཕོངས་པའི། ཅོལ་ཆུང། ཅོལ་ཆུང་ཟེར་ན་ཁྱེད་མ་མཁྱེན་པ་ཡིན་ན། རྒྱབ་ཆུན་ཆུན། རྒྱ་ཆེན་པོ་ཧ། བསམ་བློ་མ་བཏང་ཉིན། ཅོལ་ཆུང་ཁ་ཅིག་གིས། ཕྱོགས་རེའི་འཐེན་འཁྱེར། འཐེན་འཁྱེར་གྱི་བྱ་བ་སྤེལ་བ་དེ་ནི། ཞབས་འདྲེན། བློ་ཕམ་གྱི་གནས་ཡིན་པས། ཞབས་འདྲེན་བློ་ཕམ་གྱི་གནས་ཡིན་པས། སེར་སྐྱ་སྒོ་མང་ཚང་མས་ཅི་ནས་ཀྱང་ཡིད་གཟབ་དགོས་གལ། བློ་འཇགས་གྱིས། རྗེས་འཛིན་སྨོན་ལམ་བཅས། ཤཱཀྱའི་དགེ་སློང་ཆོས་སྨྲ་བ། ཏཱ་ལའི་བླ་མའི་རབ་བྱུང་བཅུ་དྲུག་རབ་བྱུང་བཅུ་དྲུག་བཅུ་བདུན་པའི་ཆུ་ཡོས་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་བདུན། ཕྱི་ལོ་ཆིག་སྟོང་ཕྱི་ལོ་ཉིས་སྟོང་བརྒྱ་མན་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་བདུན་ལ། རྩ་བའི་གི་ཀ་བཀའ་སློབ་འདི་དང་གི་ངས་ཞུས་པ་ན་ཞིང་ཀོ་ལི་ཀ་གི། ལོ་ལྔ་བཅུ་འཁོར་བའི་འདི་ལ་ཕེབས་པའི་བཀའ་སློབ་ཅིག་རེད། ཡིན་ན་ཡང་དུམ་བུ་ཐ་མ་འདི་ང་རང་ཚོ་ཚང་མ་ལ་དེ་མཁྱེན་དགོས་ཡ་དང། བློ་ལ་བཞག་དགོས་ཡ་དང། ལག་ལེན་བསྟར་དགོས་ཡ་གི་བཀའ་སློབ་ཅིག་རེད། བཀའ་སློབ་དེའི་ནང་ལ་ཞེ་ས་མ་བཟོས་ན་ཚིག་ཧ་ཅང་གི་ང་རང་ཚོ་ཚང་མ་བསམ་བློའི་ནང་ལ་རྔམ་སྐྲག་སྐྱེ་དགོས་ཡག་གི་ཚིག་བེད་སྤྱོད་བཏང་གནང་ཡོད་རེད། ཞབས་འདྲེན་དང་བློ་ཕམ་གྱི་གནས་དེ་གསུངས་ཡོད་རེད་དེ་ཡིན་དུས་ང་རང་ཚོ་ཚང་མས་གི་དགོངས་པ་ཡག་པོ་བཞེས། འོ་དེ་བྱས་ནས་ངས་དེ་གློག་ཡག་གི་དགོས་པ་དེ། ད་ལྟ་ང་རང་ཚོ་གཅིག་སྐྱབས་བཅོལ་ལ་བསྡད་ཡོད་པ་ཡིན་དུས། སྐྱབས་བཅོལ་ལ་བསྡད་པའི་རིང་དེ་ལ། ྋགོང་ས ྋསྐྱབས་མགོན་ཆེན་པོ་འཚོ་ཞིང་བཞུགས་པའི་སྐབས་དེ་ལ། ང་རང་ཚོ་གི་བདེན་མཐའ་གསལ་ཡག་གི་ལག་ལས་ཀ་ཅིག་བྱེད་ཐུབ་པ་ཡིན་ན། ཏན་ཏན་ཕན་ཐོགས་གར་སོང་རེད། དེ་དོན་སྒྲུབ་ཐུབ་ཀྱི་རེད་བསམ་པའི་བསམ་བློ་ཡོད། དེ་ཡིན་དུས་འདིའི་ཆ་ནས་ངས་དེ་ཞུས་པ་ཡིན། དེ་ཀློག་ཡག་དེ་ཡང་གོ་བ་འདིའི་ཆ་ནས་ཀློག་པ་ཡིན། འོ་འདི་ཚང་མས་ཐུགས་ལ་འཇགས་རོགས་གནང། བཀའ་དྲིན་ཆེ།